སྒོ་ཁྲལ་ལ་ན་ཀྲིག་ཏུ Tariff ལ་ན་ཀྲིག་ཏུ་དེའི་གི་ད་ཁེ་ཕན་ད་གྱོང་གར་ཡོ་མེད་ཆོ་རུ་བ་དེའི་གང་ལ་ཨ་ནི་རྣམ་པ་ཚོ་ལ་ཡ་ཤའི་གི་ཐབས་ཤིག་ཆིག་ཡིན་རུ་བ། ད་དང་པོ་དེ་ལ་ཡ་རྣམ་པ་ཚོའི་གི་ཨ་ནི་ཇོ་ཤི་དེའི་རང་ག་ལ་ཨ་ནི་ཅིག་མ་ཤེས་གོང་ལ་ཡ་ཨ་ནི་ད Tariff རུ་བ་སྒོ་ཁྲལ་ལ་ན་ཁ་རེ་ལ་ཡ་ཆོ་རུ་བ་དེའི་ག་ལ་རྣམ་པ་ཚོའི་ལ་ཡ་བྲེ་ཤའི་ཐུང་ཐུང་འགྲོ་ཤི་དེ་ནི་མ་ཤི་སྐྱ་བ་ཡིན་ན་ཨ་ནི་ད། སྒོ་ཁྲལ་ལ་ན་འགྲིག་འདུག Tariff ལ་ན་འགྲིག་འདུག་རོ། འདི་ཨ་ནི། རྒྱལ་ཁབ་ཕན་ཚུན་བར་ལ་ཚོང་བརྒྱབ་དེ་འདྲས་བྱེད་དུས་བསམ་པ་ཡག་ད། ཚོང་ཟོག་ཡ་མ་འགྲུག་གི་ཡོད་རོ། དཔེར་ན་ཅི་ཞེ་ན། རྒྱ་གར་རི་བོ་ཆགས་ཤར་བས་ན། རོ། རྒྱ་གར་ནི་ཨ་ནི། ད། བཅའ་ལ་དེ་འདྲས་མང་པོ་ཅིག་ཡོ་རོབ་ལ་འགྲུག་གི་ཡོད་རེད་ཨ་རི་ལ་འགྲུག་གི་ཡོད་རོ། འདི་ཡིན་དུས་བསམ་པ་ཡག་ད། རྒྱ་གར་ནི་ཨ་ནི། ཨ་རི་ལ་ཡང་ཨ་ནི་ལྕགས་ལ་དུས་མ་ཆུ་ལོག་སྒྲུག་གི་ཡོད་ན་དེ་ལ་ཡང Export ལས་རོ་ཨ Export ལ་དུས་ད་ཕྱི་ལ་ཡང་ལྕགས་ལ་བཏང་གི་ཡོད་རོ་ཨ་ཕྱི་ལ་ལྕགས་ལ་བཏང་ན་རྒྱ་གར་ལ་ཨ་ནི་ད་ཅིག་དངུལ་ཚུར་རག་གི་ཡོད་ཨ་ཁེབས་སང་རག་གི་ཡོད་ཨ་དེ་འདྲའི་གནས་སྟངས་དེ་འདྲ་ཆགས་བསྡད་ཡོད་རོ་ཨ་དེ་ལ་ཡང་ཨ་ནི Export ལས་གི་ཡོད་རོ་ཨ་དེ་ནས་རྒྱ་གར་གྱི་ཨ་ནི་རྒྱལ་ཁབ་གཞན་པ་ཙམ་ནས་ལྕགས་ལ་ཉོས་བྱས་ཨ་ནི་རྒྱལ་ཁབ་གཞན་པའི་གི་ལྕགས་ལ་ཨ་ནི་ཅིག་རྒྱ་གར་ནང་ལོག་ལ་ཡང་ཚུགས་ཁི་ལས་བྱས་རྒྱ་གར་མི་མང་གི་ཉོས་ཡོད་ཆོས་རོ་ཨ་དེ་ལ་ཡང་ཨན Import ལེགས་ཡོད་རེད་རོ་ཨན་ད Tariff ལ་ན་འགྲིག་གི་འདུག་སྒོ་ཁྲལ་ལ་ན་འགྲིག་གི་འདུག་དེ་ག་རེ་རེད་ལ་བ་ཡིན་ན། ཕྱི་རྒྱལ་ཁབ་ཀྱི་ལྕ་ལག་ནི་རྒྱ་གར་ནང་ལ་ཚུར་ལེགས་ཀྱི་ཡོད་ན། རྒྱ་གར་གཞུང་གིས་ནི་ལྕ་ལག་འདི་ཚོ་གང་ལ་ཡང་ད་ཁྲལ་རྒྱག་གི་ཡོད་རོ་ཨ་དེ་ལ་ཡང་ད་སྒོ་ཁྲལ་ལེགས་ཀྱི་ཡོད་རོ་ཨ། ད་ནང་བཞིན། འདི་ནི། ཅིག་རྒྱལ་ཁབ་གཞན་པ་གི་ལྕ་ལག་རྒྱ་གར་ནང་ལ་སླེབས་དུས་གཅིག་པོ་མ་ཡིན་པ། མཚམས་མཚམས་ནི། རྒྱ་གར་གྱི་ལྕ་ལག་ཕྱི་རྒྱལ་ཁབ་ལ་ཡང་ཕར་བཏང་དུས་བསམ་པ་ཡིན་པ་ནི་ལས་ནི། རྒྱ་གར་གཞུང་གི་ཡང་ཅིག་སྒོ་ཁྲལ་རོ་ཨ། ཏྲེ་རེབ་རྒྱལ་ཡ་གྲོགས་དང་འདི་འདྲ་བྱེད་ཀྱི་འདུག་ད་རྒྱལ་ཁབ་གཞན་པ་གི་བཅའ་ལ་ཨ་ནི་རྒྱ་གར་གི་ཨ་ནི་ཅིག་ཚོང་ར་ནང་ལོག་ལ་ཡ་འདུག་སླེབ་དུས་བསམ་པ་ཡ་འདི་ག་ལ་ད་ཅིག་ཏྲེ་རེབ་ལ་ན་འགྲིག་འདུག་ཨ་ནི་སྒོ་ཁྲལ་ལ་ན་འགྲིག་འདུག་འདི་རྒྱ་ཡ་ཡིན་པ་རེད་བ། ད་རྣམ་པ་ཚོས་གི་གོང་ཟིག་རེད་བ། རྒྱ་གར་གི་བཅའ་ལ་དེ་འདྲས་ཨ་ནི་ཅིག་ཕྱི་རྒྱལ་ཁབ་ལ་ཡ་ཨ་ནི་ཕག་འདུག་བཏང་འདུག་བསམ་པ་ཡ་ཨ་ནི་རྒྱ་གར་གི་གར་བྱེད་ནས་ཨ་ནི་ཁྲལ་རྒྱག་གི་རེད་སྒོ་ཁྲལ་རྒྱག་གི་རེད་ལ་ཡ་འདི་བྲིས་བ་བྱུང་རེད་བ་འདི་གར་འདུག་ལ་བ་ཡིན་ན། མཚམས་མཚམས་ཨ་ནི་རྒྱ་གར་ནང་ལོག་གི་བཅའ་ལ་དེ་འདྲས་དཔེར་ན་ཇི་ཞེ་ན་རྒྱ་གར་ནང་ལོགས་ཀྱི་སྒྲའི་རུ་བ་སྒྲའི་འགྲོ་བ་ཡིན་ན་རྒྱ་གར་ནི་གཅིག་འཛམ་བུ་གླིང་ནང་ལོགས་ནས་ནི་སྒྲའི་ནི་གཅིག་ག་ཚོད་རེད་ད་འོ་སྒྲའི་འཆད་ཉན་རྒྱ་གར་ནས་ཕར་ཕྱི་ལོགས་ལ་ཡ་ཚོང་འབྲེག་གི་ཐོག་ནས་ཕར་ཕྱི་ལོགས་ལ་ཡ་ཨ་ནི་བཏང་ཡ་ཆོས་རུ་བ་འདི་མང་ཤོས་བྱེད་ཀྱི་འདུག་བ་དེ་ཡིན་དུས་བསམ་པ་ཡ་མཚམས་མཚམས་གར་ཆགས་ཡོད་ལ་བ་ཡིན་ན་རྒྱ་གར་ཁོ་རང་ནང་ལོགས་ལ་ཡ་ཨ་ནི་གཅིག་སྒྲའི་དང་དེ་འདྲའི་གི་ཨ་ནི་མང་པོ་ནི་ཕྱི་ལོགས་ལ་ཨ་ནི་བཏང་བ་ལ་བརྟེན་ནས་རྒྱ་གར་ཁོ་རང་ནང་ལོགས་ལ་ཡ་ཨ་ནི་སྒྲའི་གི་དཀའ་ཉེ་ཕྲད་འདྲ་བོ་དང་དེ་འདྲའི་གནས་སྟངས་འདི་འདྲ་བྱུང་གི་ཡོད་རུ་བ་དེ་ཡིན་དུས་བསམ་པ་ཡ་རྒྱ་གར་ཁོ་རང་ནང་ལོགས་ལ་ཡ་ཨ་ནི་གཅིག་ཐོན་རྫས་དེ་འདྲས་བཅའ་དངོས་དེ་འདྲས་ནི་ཅིག་གྲངས་ཀ་ལ་ན་འགྲིག་འདུག་འབོར་ལ་ན་འགྲིག་འདུག་དེ་མང་པོ་མེད་བ་ཅིག་བྱས་རོ། དེས་ནི་གོང་དང་དེ་འདྲ་ཡི་ར་རྒྱས་བ་ལ་བརྟེན་ནས་ཕ་ཕྱི་ལོ་དང་ཡ་ཅིག་རོ། དེ་འདྲས་ཆེ་བ་ཡི་ན་ནི་རྒྱ་ཁོ་རང་ནོངས་ལོ་ལ་ཡ་མི་མང་ནོངས་ལོ་ལ་ཡ་ནི་བཅའ་དངོས་ཡི་ན་རེད་ཟས་རིགས་ཡི་ན་རེད་འདུ་འཛོམས་མ་བཏང་བ་དང་དེ་འདྲས་གནས་སྟངས་དེ་འདྲས་བྱུང་གི་ཡོད་རོ། དེ་ཡིན་དུ་བསམ་པ་ཡ་དེའི་རིགས་འདུ་འཛོམས་ནི་མ་ཡོང་བ་ཆེད་དུ་ཡ་ནི་རྒྱ་ག་སོ་སོས་ཀྱི་ད་ཅིག་ག་ཚོ་རེད་བཅའ་ལག་ཕྱི་ལོ་ལ་བཏང་གི་ཡོད་པ་ཡི་ན་ལ་ཡ་ནི་དེ་ག་ལ་ཡ་ད། སྒོ་ཁྲལ་རྒྱ་ཡ་ཅིག་རོ་བ་དེ་འདྲས་གནས་སྟངས་དེ་འདྲས་བྱུང་གི་ཡོད་རེད་རོ། ད། གོ་ཁྲེལ་ལ་ན་ག་རེ་མེད་དེ་རྣམ་པ་ཚོས་ཀྱི་ག་ལ་ང་འཛམ་གྱི་ཧ་གོ་ཡོད་རེ་སེམས་གོ་དུ་རུ་བ་དེ་ཡིན་དུས། ད་དང་པོ་འདི་ལ་ཡང་ངས་རྣམ་པ་ཚོས་ལ་ཡང་ཨ་ནི། གོ་ཁྲེལ་གྱི་ཨ་ནི་ཁེ་ཕན་ག་རེ་ཡོད་མེད་ཅིག་བྱེད་རུ་བ་དེའི་རྗེས་ལ་ཡང་ཨ་ནི། གོ་ཁྲེལ་གྱི་གྱོང། ཡང་ན་ཉེན་ཁ་ག་རེ་ཡོད་མེད་ཅིག་རུ་བ་དེ་བཤད་བྱས་ཨ་ནི། ཉིན་ཐོ་དག་རང་འཚམས་བྱེད་ཀྱི་ཡིན་རུ་བ། དང་པོ་དེ་ཨ་ནི། རྒྱལ་ཁབ་གཞན་པའི་གི་བཅའ་ངོར་ལ་ཡང་གོ་ཁྲེལ་བབས་བ་ཡིན་ན། དེའི་གི་ཨ་ནི། རྒྱལ་ཁབ་དེ་གཉིས་ཀྱི་ནང་ལོག་ཡོད་པའི་ཀྱི་ད་བཟོ་གྲྭ་ལ་ན་འགྲིག་གི་འདུག་ར་བ་ནི་ཀམ་པ་ནི་ལ་གི་ར་བ་དུ་འཛུགས་ནི་སྲུང་སྐྱོབ་བྱས་དང་དུ་འཛུགས་ཀྱི་ནི་ཚོང་ལ་ཡ་ནི་ཁེ་ཕན་སྒྲུབ་པའི་དང་རྒྱལ་ཁབ་གཞན་པའི་ཀྱི་ནི་བཅའ་དངོས་དུ་འཛིན་ནི་རྒྱལ་ཁབ་དེ་གཉིས་ནང་ལོག་ལ་ཡ་ཚུགས་སླེ་དུས་བསམ་པ་ཡ་འདི་ག་ལ་ཡ་ད་ར་བ་སྒོ་ཁྲལ་རྒྱབ་དེ་འདྲ་བྱས་བ་ཡ་ན་ནི་ཕྱི་ལོག་ནི་སླེ་བའི་བཅའ་ལ་དེ་གོང་འཕར་གི་ར་བ་གོང་དུ་འཕར་དུས་བསམ་པ་ཡ་ནི་ནང་ལོག་རྒྱལ་ཁབ་དེ་གཉིས་ནང་ལོག་ལ་ཡ་བཟོས་པའི་ཀྱི་བཅའ་དངོས་དུ་འཛུགས་ཀྱི་གོང་དེ་ཡ་ན་རང་བཅའ་དེ་ཡིན་ན་རེད་ཡ་ན་ནི།

ཡར་རྒྱས་དང་དང་འཕེལ་རྒྱས་དང་དང་ཚོང་ཡག་པོ་འགྲོ་ཡ་འགྲོ་དང་དེ་འདྲས་ཀྱི་གནས་སྟངས་དེ་འདྲས་བྱུང་གི་ཡོད་རེད། ད་རྣམ་པ་ཚོས་ལ་ཡང་ངས་དཔེ་སྒྲོག་གཅིག་བཞག་བ་ཡིན་ན། ད་རྒྱ་གར་དང་རྒྱ་ནག་འདྲའོ་ཆ་བཞག་བ་ཡིན་ན་རེད་བ། ཨ་ནི། ད་འདི། ལྕགས་ལ་འདི། ཨ་ནི། རྒྱ་གར་ནང་ལོ་ལ་ཡ་དགུ་མོ་བཅུ་ཡིན་པ་ཡིན་ན་རེད་བ། ཨ་ནི། ལྕགས་ལ་འདི་ད་ག་རང། ཨ་ནི་རྒྱ་ནག་ནང་ལོ་ལ་ཡ་ཨ་ནི། དགུ་མོ་ལྔ་ཡིན་པ་ཡིན་ན་རེད་བ། དེ་ནས་ཨ་ནི། རྒྱ་གར་ལ་ཡོད་པའི་གི་ད་ཅིག་ཚོང་པ་ལ་ན་དྲེག་དུར་བ་དུས་མཛོད་ཀྱི་ཨ་ནི་ལྕ་ལ་དེ་ཨ་ནི་རྒྱ་ནག་ནས་ཚུ། རྒྱ་གར་ལ་ཨོར་ཆེ་རུ་བ་ཨ་ནི་རྒྱ་གར་གི་ཨ་ནི་ཅིག་ཁ་ཚོར་རེ་ད་ཚོང་ར་ནོ་ལོ་ལ་ཡ་ཙོང་ཡ་གི་ཐབས་ཅིག་བྱེད་གི་རུ་བ་གང་ཡིན་ཟེར་ན་ལྕ་ལ་དེ་ད་ག་རང་གཅིག་པ་གཅིག་ཀྱང་རྒྱུ་བྱ་ད་དུ་མཛོད་གཅིག་པ་གཅིག་ཀྱང་ཨ་ནི། གཅིག་རྒྱ་ནག་ནས་དགུ་མོ་ལྔ་ལ་ར་གི་ཡོར་བ་དེ་རྒྱ་ནག་ནས་དགུ་མོ་ལྔ་རེད་དེ་ཡིན་པ་ནི་ལ་དེའི་གང་ལ་ཡང་ཨ་ནི། གཅིག་དངོས་ནས་ཁྲེས་འགྲོ་འགྲོ་འགྲོ་དེ་འདྲའི་ཆུ་འཇུས་ཀྱི་ཡོ་བ་ཆེ། ཨ་དེ་ག་ལ་ཡང་ཨ་ནི་སྟག་ལ་དང་དུ་འཛུལ་བྱས་ན་ད་དགུ་མོ་བདུན་འགྲོ་གཅིག་རྩིས་རྒྱག་བ་ཡིན་ན་ག་འདོད་ཡིན་པ་ནི་ལ་ད་དགུ་མོ་གསུམ། གི་ཨ་ནི་གཅིག་ག་ཚོད་རེད་ད་ཁེ་ཕན་ཡོ་བ་རོ་བ་དེ་འདྲ་འགྲོ་གཅིག་ཆགས་བསྡད་ཡོ་ར་དེ་ཡིན་དུ་བསམ་པ་ཡང་ཨ་ནི་མི་མང་གི་ཨ་ནི། གཅིག་ག་ཚོད་རེད་ཚོང་ར་ནང་ལོག་ལ་ཡང་དེ་གོང་ཁེ་ཡ་ན་དེ་ཉུག་གི་རོ་བ། དེ་ཡིན་དུ་བསམ་པ་ཡང། རྒྱ་གར་ནང་ལོག་ལ་ཡང་ད་དེ་བཟོས་ངེས་ཆོག་རོ་བ་དེ་གིས་ད་དགུ་མོ་བཅུ་བཞིན་བཙོང་གི་ཡོ་རོ་བ་དེ་གིས་ཨ་ནི་རྒྱ་གར་ནང་ལོག་ཡོད་གི་ཨེ་ནི་ཅི་ཁ་སོ་ར་སོ་དྲ་ལ་ན་དྲི་གུ་དུ་དུ་འཛུ་ལ་ཡ་ད་གྱོང་ར་གི་ཡོ་དེ་འདྲའི་ནད་ད་ད་འདྲའི་ཆགས་དེ་ཡོ་རེ་རོ་བ་དེ་ཡིན་དུ་བསམ་པ་ཡ་དེ་ལ་ཡ་ཨ་ནི་ད་པེ་ན་རྒྱ་གར་གཞུང་གི་ད་ད་དེ་ཅ་ལ་ཅོ་རོ་བ་དེ་ལ་རྒྱ་ནག་ནང་ལོ་ལ་ཡ་ད་གུ་མོ་ང་ཛི་གེ་གི་ཡོ་རོ་བ་དེ་ལ་ཡ་ཨ་ནི་ཅ་ལ་དེ་ལ་ཡ་ཨ་ནི་ཅི་ཁ་སོ་ར་གོ་ཁྲེལ་གུ་མོ་དྲུག་བརྒྱ་བ་ཡ་ན་རོ་བ་གུ་མོ་དྲུག་བརྒྱ་དུ་བསམ་པ་ཡ་ད་དེ་གུ་མོ་བཅུ་གཅིག་ཆགས་སོ་བ་བཅུ་གཅིག་བྱེ་དེ་ག་ལ་ད་བཏང་ལ་ད་དུ་འཛུ་བྱེ་ཅི་ད་གུ་མོ་བཅུ་གཉིས་དྲུག་གཅིག་ལ་ཙི་བརྒྱ་བ་ཡ་ན་ད་རྒྱ་གར་ནང་ལོགས་ལ་ཡང་འདི་ཡིན་ནི་སྒོར་མོ་ག་ཚོད་འཚོང་གི་ཡོད་རེད་སྒོར་མོ་བཅུ་ཆེན་འཚོང་གི་ཡོད་རེད་བ། རྒྱ་ནག་ནང་ལོགས་ལ་ཡང་དངོས་གནས་བྱས་ན་འདི་ཡི་རིན་པ་དེ་སྒོར་མོ་ལྔ་རེད་དེ་ཡིན་པ་ནི་ལ་རྒྱ་གར་གཞུང་གིས་རྒྱ་ནག་ནས་ནི་ཅག་ལ་འདི་ཡིན་ནི་ཚུ་རྒྱ་གར་ནང་ལོགས་ལ་སྤོས་དུས་བསམ་པ་ཡ་ནི་ཅིག། ཁྲལ་དང་སྒོར་ཁྲལ་དེ་འདྲའི་པར་དེ་འདྲའི་བྱས་བ་ལ་བརྟེན་ནས་འདི་གིས་ཅག་ལ་དེ་ཡ་ནི་སྒོར་མོ་བཅུ་གཉིས་ཆག་རེད་བ་དེ་ཡིན་དུ་བསམ་པ་ཡ་ད་སྒོར་མོ་བཅུ་གཉིས་ཅིག་དང་སྒོར་མོ་བཅུ་ཡིན་པ་ཅིག་ཡིན་ཁྲོམ་ར་ནང་ལ་ཡ་གདམ་ག་ཡོད་བ་ཅིག་ཅག་ལ་འདི་གཉིས་གཅིག་པ་གཅིག་རྐྱང་ཡིན་པ་ཡིན་ན་མི་མང་གིས་ནི་དགུ་མོ་བཅུ་བྱས་ཏེ་ཉོ་གི་རུ་བ། དེའི་གི་ནི། ཅི་ཁ་ཚོ་རེ་ད། Domestic། ལ་ན་འབྲི་གི་འདུག་རུ་བ། རྒྱལ་ཁབ་ད་ག་རང་གི་ནི། ཅི་ཁ་ཚོ་རེ་ནོར་ལ་ལ་ཡོད་པའི་གི་ད་བཟོ་གྲ་ལ་ན་འབྲི་གི་འདུག་དུས་ཚོད་གི་ནི་ཅར་ལ་དུས་ཚོད་ནི། མ་ང། ཚོང་ཁྲི་མེ་ཏོ་བོ་དང་དེ་འདྲའི་གི་ད་ཐབས་ཤི། དེ་འདྲ་བྱེད་གི་འདུག་རུ་བ། ད་སྒོ་ཁྲལ་གི་ནི་ཁེ་ཕན་གཉིས་བ་བྱེད་རུ་བ་དེ་གར་ལ་བ་ཡིན་ན། ཨ་ནི། རྒྱལ་ཁབ་དེ་གཉིས་ནོར་ལོ་ལ་ཡ་ཨ་ནི། སྒོ་ཁྲལ་སྤར་བ་ལ་བརྟེན་ནི། ཨ་ནི། ཅིག། ཕྱི་ལོག་གི་བཅའ་ལ་ལས་ནོག་ལོ་བཅའ་ལ་དེ་ཚོ་ནི་ཅི་གོང་ཁའི་ཀྲོའུ་དེ་འདྲ་ཆ་དུས་བསམ་པ་ཡག་ནི་མི་མང་གི་ནི་རྒྱལ་ཁབ་དེའི་རང་གི་ནོག་ལོ་ལ་ཡོད་པའི་གི་བཟོ་གྲྭ་གི་སྟོན་པའི་གི་བཅའ་ལ་དེ་ཚོ་ཉུལ་བ་དགོས་ཚུགས་རུ་བ། འདིའི་ནི་ཉུལ་བ་དགོས་ཚུགས་དུས་བསམ་པ་ཡག་ནི་ཅིག་བཟོ་གྲྭ་དེ་ཚོ་ལ་ཡག་ད་ཁེ་ཕན་དེ་འདྲ་ཆུང་གི་རུ་བ་དེ་ཡིན་དུས་བསམ་པ་ཡག་བཟོ་གྲྭ་དེའི་ནོག་ལོ་ལ་ཡག་ད་ཅིག་བཅའ་ལ་དེ་འདྲ་མང་པོ་སྟོན་དགོས་ཡ་གི་གནས་སྟངས་དེ་འདྲ་ཆགས་བསྡད་རུ་བ། དེ་འདྲ་མང་པོ་སྟོན་ཡ་ལ་ཡག་བཟོ་གྲྭ་དེའི་ནོག་ལོ་ལ་ཡག་ད་ལས་ཀ་བྱེད་ངེས་ཅིག་ག་ཚོད་རེད་མང་པོ་དགོས་ཡ་གནས་སྟངས་དེ་འདྲ་ཆགས་བསྡད་རུ་བ་དེ་ཡིན་དུས་བསམ་པ་ཡག།

ད་ལྟ་རྒྱལ་ཁབ་དེའི་ནང་ལོ་རང་ལ་ཡང་ནི་གཅིག་བཟོ་གྲྭ་བཙུགས་དེ་འདྲ་བྱས་ཆོག་དེ་བྱས་བས་ན་ནི་ཡིན་པ་ནི་བཟོ་གྲྭ་དེ་ནི་ཕྱི་རྒྱལ་ཁབ་ཀྱི་བཟོ་གྲྭ་དུ་ཅིག་རེད་དེ་ཡིན་པ་འདི་ལ་རྒྱལ་ཁབ་དེའི་ནང་ལོ་ལ་ཡང་ནི་བཟོ་གྲྭ་དེ་བཙུགས་དེ་འདྲ་བྱས་ཏེ་བསམ་པ་ཡང་ནི་གཅིག་རྒྱལ་ཁབ་དེ་ཉིད་ཀྱི་ནི་མི་མང་ནང་ལོ་ལ་ཡང་ནི་གཅིག་ལས་ཀ་རག་དེ་འདྲ་བྱས་ཆོག་རུང་བ་དེ་འདྲའི་གནས་སྟངས་དེ་འདྲ་ཆགས་ཡོད་རེད་ད་ལྟ་གསུམ་པ་དེ་ག་འདྲ་བོར་ཆགས་ཤག་བ་ལ་ན་ནི་གཅིག་རྒྱལ་ཁབ་གཞན་པའི་གི་དཔྱ་དངུལ་ཕྱི་ལོག་ནས་སླེ་བའི་གི་ཚོང་ཟོག་དུ་འཛི་ག་ལ་ཡང་ད་སྒོ་ཁྲལ་དེ་འདྲ་རྒྱབ་དེ་འདྲ་ཆེ་བ་ན་དེའི་གི་ནི་གཅིག་ག་ཚོད་རེད་ད་རྒྱལ་ཁབ་ལ་ཡ་ཁེབས་སང་ར་བ་རྒྱལ་ཁབ་ལ་ཡ་ད་ཡོང་ཁུང་ལ་ན་འགྲིག་གི་འདུག་ར་བ་དེ་འདྲས་ཡག་པོ་ཡོང་གི་ཡོ་ད་འདྲིར་ཆ་དེ་ར་བ། དེ་ནས་ནས་ཁེ་ཕན་ཞིམ་པ་ཅིག་གར་འདུག་ལ་བ་ཡ་ན་ད་རྒྱལ་ཁབ་དེ་ཉིན་ནོང་ལོ་ལ་ཡ་ཨ་ནི་ཅིག་ག་ཚོ་ར་བཟོ་གྲ་དེ་འདྲས་མང་པོ་ཡོ་ར་བ་དཔེ་ན་ཅིག་ན་བཟོ་གྲ་ཁ་ཤས་པས་ད་ཅིག་ག་ཚོ་ར་ཡ་རྒྱལ་འགྲོ་ཚ་ཁྱོ་ཁེ་ཕན་ཁེབས་སང་པས་ཤུགས་ཆེན་པོ་ཡོ་སྐྱོབ་ཕྱུག་པོ་དེ་འདྲས་ཆ་དེ་ར་ཡང་བཟོ་གྲ་ཁ་ཤས་ཨ་ནི་རྒྱལ་ཁབ་ནོང་ལོ་ལ་ཡ་ད་འགོ་བཙུགས་ཚགས་འགྲོ་ར་བ་ཨ་ནི་ཅིག་རྒྱ་ཆེན་པོ་དེ་འདྲས་མེད་བ་ཆེ་ར་བ་འགོ་བཙུགས་ཚགས་འགྲོ་དེ་འདྲས་འགྲོ་ཅིག་ཆ་དེ་ར་བ་དེ་ཡིན་དུས་ཚང་པ་ཡ་ཨ་ནི། གོ་ཕྲེང་དེ་ཡིས་ནི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡོད་པའི་ཡིན་ནི་ད་ལྟ་ནི་བཟོ་གྲྭ་ཆུང་ཆུང་ཆུང་ཆུང་དེ་འདྲ་ཡོད་རུང་དེ་ཚོ་ལ་ཡང་ནི་ག་ཚོད་རེད་ད། ཁེ་ཕན་ཡོད་དེ་འདྲ་རུ་ཅིག་ཆགས་ཀྱི་འདུག་ད་དཔེར་ན་ཅིག་བཤད་ན། ཉིས་སྟོང་བཅུ་ལོ་ལ་ཡང་ནི་ད་ལྟ་ང་ཚོས་ཀྱི་ཉིན་ལོག་ཏུ་ཉི་མའི་ནི་ཅིག་ག་ཚོད་རེད་འོད་ལ་བལྟས་ནས་ནི་ཅིག་ག་ཚོད་རེད་ད་ལོགས་སུ་ཡ་དེ་འདྲ་ཡོད་རུང་དེ་ཡིས་ད་ཅིག་ག་ཚོད་རེད་ད་བྱ་དངོས་དཔེར་ན Solar Panel འདྲ་བོ་ཆགས་ཤག་འོད་ན་རུང། ཉིས་སྟོང་བཅུ་དུ་བ་ཅིག་ལ་ཡང་ནི་རྒྱ་གར་ནང་ལོགས་ལ་ཡང་ད་རྒྱ་ནག་གི་ནི་བཟོས་པའི་གི་ད་ཉིན་ལོག་གི་ད་ད་ད་སོ་སོ་ལ་པན་ན་ལའི་ཏོ་དེ་འདྲའི་མང་པོ་ཅིག་ཨ་ནི་ཅིག་རྒྱ་གར་ནང་ལོག་ལ་ཨ་ནི་ད་ཚུ་ཧོ་དྲན་བྱས་འགྲོ་ད་དེ་འདྲའི་ནས་ད་དེ་འདྲའི་ཆགས་འདུག་ཨ། འདི་རྒྱུ་མཚན་གར་དུ་ལ་བ་ཡ་ན་ཨ་ནི་ཉིན་ལོག་གི་ཨ་ནི་ཅིག་ཅག་ལ་དུ་ཚོ་ཨ་ནི་རྒྱ་ནག་ནང་ལོག་ལ་པའི་གོང་ཁེའོ་ཡོ་བ་ཆེ་རོ་ཨ་རྒྱ་གར་ནང་ལོག་ལ་ཡ་ཨ་ནི་རྒྱ་ནག་ནང་ལོག་ཡོད་པའི་གི་ད་གོང་བྱོ་རོ་ཨ་དེ་ལས་པད་ཀོ་ར་ད་ཅིག་ག་ཚོ་རེ་ད་གོང། ཆད་ཡོད་བ་དེ་འདྲའི་གནས་སྟངས་དེ་འདྲ་ཆགས་ཡོད་རེད་བ་དེ་ཡིན་དུ་བསམ་པ་ཡ་རྒྱ་གར་གྱི་ཨ་ནི་ཅི་ག་ཚོ་རེད་ཚོང་ར་ནང་ལོགས་ལ་ད་མི་མང་ནང་ལོགས་ལ་ཡ་ཨ་ནི་ཅི་ག་ཚོ་རེད་འདི་རྒྱ་གར་གྱི་སོད་ཤ་འདི་ཨི་ནི་ཉོ་གོ་རེད་ཨ་འདི་ཨི་ནི་རྒྱ་ནག་གྱི་སོད་ཤ་འདི་ཉོ་ཡ་ཡོད་མ་རེད་ལན་དེ་འདྲའི་བྱེད་ཀྱི་མ་རུ་བ་རེད་བ་དེ་མི་མང་ནང་ལོགས་ལ་ཡ་ཨ་ནི་ག་དེའི་གོང་ཁྱད་ཡོད་ན་དེ་ཨི་ནི་ད་ཉོ་གི་རུ་བ། རྒྱ་ནག་གྱི་སོད་བེད་ཀྱི་ད་ཉིན་ལོགས་ཀྱི་བཅའ་དངོས་དོན་ཚོ་ཨ་ནི་ཅི་ད་མང་པོ་ཆགས་ཡོད་འགྲོ་བ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་རུ་བ་དེ་ཡིན་དུ་བསམ་པ་ཡ་ཨ་ནི་རྒྱ་གར་གཞུང་གྱི་རོ། ཨ་ནི་དེ་ལ་ཡང་ཨ་ནི། སྒོ་ཁྲལ་དེ་འདྲའི་སྡོམ་དེ་འདྲའི་བྱེད་དུས་བསམ་པ། ཨ་ནི་དེའི་གིས་ཨ་ནི་ཅིག་ཁ་ཚོར་རེད་ད། རྒྱ་ནག་དང་མ་ལེ་ཤི་ཡ་དེ་ཚོའི་གིས་ད། ཅིག་ཉིན་ལོག་གིས་ད་ཁ་ཚོར་ལྕགས་སྨྱུག་དེ་འདྲའི་རྒྱ་གར་ནང་ལོག་ལ་སྤུད་དགོས་རོ་བ་དེ་ཚོ་ཨ་ནི་ཅིག་ཁ་ཚོར་རེད་ད། རྒྱ་གར་ནང་ལོག་ལ་ཡོད་པའི་གིས་ད། ཉིན་ལོག་གི་ལྕགས་སྨྱུག་ཡོད་རོ་བ་དེ་ལས་ཨ་ནི་གོང་ཆད་དེ་འདྲའི་ཆ་བྱས་ཨ་ནི། ཨ་ནི། རྒྱ་གར་ནང་ལོག་རང་ཨ་ཡོད་པའི་གིས་ད། ཉིན་ལྡོག་ད་དེ་འདྲའི་གིས་ད་བཟོ་གྲྭ། བེ་ན་ཤི་ན་ཏྲ་ཏྲ་པཱ་ཝར་བཟོ་ལ་འདྲ་བོ་དང་ཐ་ན་ཤིང་བྷི་ཀི་རམ་བཟོ་ལ་ལས་གྲོགས་དང། དུས་ཚོད་ཨ་ནི་ཅིག་ག་ཚོད་རེད་ད་ག་ལི་ག་ལི་ཨ་ནི་ཅིག་ཁེབས་སང་ར་ཡག་འགྲོ་དང་ཁེ་ཕན་བྱུང་ཡག་འགྲོ་དང་ཨ་ནི་ཚོང་ཡག་པོ་བྱུང་ཡག་འགྲོ་དང་དེ་འདྲའི་ནད་ད་ད་དྲི་ཆ་རེད་དེ་ནས་ཨ་ནི་ཁེ་ཕན་ཅིག་གར་དུ་ལ་བ་ཡིན་ན་ར་བ་ཨ་ནི་ད་ད Trade Balance ལས་དུ་བ་ད་རྒྱལ་ཁབ་ཕན་ཚུན་བར་ར་ལ་ཡ་ཚོང་རྒྱབ་དེ་འདྲའི་བྱེད་དུས་སམ་པ་ཡ་ཨ་ནི་ཚོང་གི་ད་ཕན་ཚུན་བར་ར་ལ་ཡ་ཨ་ནི་ཅིག་ཁེ་ཕན་ཡིན་ན་དྲ་དུ་གྱོང་ཡིན་ན་དྲ་དུ་དེ་བཏང་སྙོམས་བྱས་ཆོག་ར་བ་དེ་གལ་ཆེན་པོ་ཆགས་དེ་ར་བ་དེ་ཡིན་དུས་སམ་པ་ཡ་སྒོ་ཁྲལ་དེ་ཨ་ནི་དུ་ས་བསྡོམས་དུས་སམ་པ་ཡ་དེའི་གི་ཨ་ནི་ཅིག་ག་ཚོད་རེད་ད་རྒྱལ་ཁབ་དེ་གཉིས་ཀྱི་ད་ཁེབ་སང་ད་ཁྱོང་འབྱོར་བ་དེ་ཨེ་ནས་ཅིག་བཏང་སྙོམ་ཉའི་འགྲོ་བ་དང་དེ་འདྲའི་ཐབས་ཤེས་དེ་འདྲ་བྱེད་ཀྱི་འདུག་ར་ད་དཔེར་ན་ཅི་ཞེ་ན། དེ་དག་གིས་ཨེ་ནས་ཁོ་རངས་ཀྱི་ཚོང་གི་ཐ་སྙད་དེ་འདྲ་བསྡུ་བ་དཔེར་ན Trade Deficit ལའི་འགྲོ་བ་དང Trade Surplus ལའི་དེ་འདྲ་བསྡུ་བ་དེ་འདུས་ད Trade Deficit ལ་འདུས་བསམ་པ་ཡང་དེ་གར་འདུས་ལ་བས་ན། རྒྱལ་ཁབ་དཔེར་ན་ད་རྒྱ་གར་འགྲོ་བ་ཡིན་ན་རྒྱ་གར་གྱི་ཨེ་ནས་རྒྱ་ནག་ཙམ་ནས་ད་ལྕགས་ལ་མང་པོ་ཉོ་གི་ཡོད་ར་བ་དེ་འདུས་བསམ་པ་ཡང་ད་རྒྱ་གར་གྱི་ཨེ་ནས་ལྕགས་ལ་ཕ་རྒྱ་ནག་ལ་བཏང་བ་དང་ཨེ་ནས་རྒྱ་ནག་ནས་ཨེ་ནས། ཆུ་རྒྱ་གར་ལ་ཡང་ཆུ Import ཆེ་བ་རེད་བ་ནོར་ལོ་ལ་ཆུ་ཉོས་བ་ཞེས་རེད་བ། འདི་གཉིས་ཀྱི་ནི་ཨ་ནི་རྒྱ་ནག་གི་ལྕགས་ལ་དེ་ཨ་ནི་ཆུ་ཨ་ནི་རྒྱ་གར་ནོར་ལོ་ལ་ཡང་ཨ་ནི་མང་བ་བཏང་བ་ཆེ། རྒྱ་གར་གྱི་ལྕགས་ལ་དེ་ཨ་ནི་རྒྱ་ནག་ནོར་ལོ་ལ་བཏང་ཡང་དེ་ཉུང་བ་ཡོད་ན་འདི་ཨ་ནི་ད Trade Deficit ཆགས་ཀྱི་ཡོད་རེད་རེད་བ། ད་དཔེར་ན་ཇི་ཞེ་ན Trade Deficit ཅེས་རེད་བ་དེ་རྣམ་པ་ཚོས་ལ་ཡང་དཔེ་བཞག་བ་ཡིན་ན། ད་དེ་གཉིས་དཔེ་རང་ཡིན་ད་རེད་བ་རྒྱ་གར་ནི་ཨ་ནི་རྒྱ་ནག་ནོར་ལོ་ལ་ཡང་ཨ་ནི་ཅིག་ད་ཚོང་ཟོག་འགྲོ་ཡ་ཞེས་རེད་བ་དེ་ཀྱི་རིན་པ་དེ་ཨ་ནི་ས་ཡ། ཞིབ་འཇུག་ཟིན་པ་ཡིན་ན་རུ་བ། ཨ་ནི། རྒྱ་ནག་ནས་ཨ་ནི་ཆུ་རྒྱ་གར་ནང་ལ་ལ་ཡ་ད་ཅ་ལ་ཆུ་བཏང་ཡ་ཆུ་རུ་བ་དེ་ཨ་ནི། ས་ཡ་ལྔ་བཅུ་ཟིན་པ་ཡིན་ན་རུ་བ། ད། དེ་ཉིད་པ་ར་ལ་ཡ་ད་མཁས་པ་ཁ་ཚོད་དུ། རུ་བ། ལྔ་བཅུ་ནས་བཞི་བཅུ་མ་ཐོན་ན་ད་ཆུ་ལྷགས་སོ་བ་དེ་ཡིན་དུ་བསམ་པ་ཡ་ད། རྒྱ་ནག་ལ་ཡང་ཁེབས་སང་རག་དེ་འོར་བ། ཡིན་ནས་རྒྱ་གར་ལ་ཡང་གྱོང་རག་དེ་འོར་བ་གང་ཡིན་ཟེར་ན། ཚུར་མ་ང་ཉོ་དུས་བསམ་པ། དངུལ་མ་ང་སྤྲི་གི་འོར་བ་དེ་ཡིན་དུས་བསམ་པ་ཡ། པའི་ཆུ་འོར་བ་དེ་ནང་ལ་ལ་ཡང Trade Deficit ཆུ་འོར་བ་དེ་ནི་རིམ་རིམ་པར་ལ་ན་འགྲིག་གི་འདུག་ར་བ་འདི་ག་ལ་ན་ཨ་ནི། ཁྲི་ཆུ་ལྷགས་སོང་བ་དེ་ཡིན་དུས་ད་ན་ཤིང་ད། Trade། Deficit ལ་ཡང་ཨ་ནི། དེ་གི་ལྡོག་ཕྱོགས་དེ་ག་ལ་བ་ཡིན་ན་ཨ་ནི Trade Surplus ལ་ཡོད་དོ་ཨ་ད Trade Surplus ལ་དུས་བསམ་པ་ཡ་དེ་ཨ་ནི་ད་ལྟ་རྒྱ་གར་དང་རྒྱ་ནག་གཉིས་ནི་ཨ་ནི་རྒྱ་ནག་ཆགས་བསྡད་ཡོད་རེད་རེད་བ་རྒྱ་ནག་གི་ཨ་ནི་ཅིག་ག་ཚོ་རེད་བཅའ་དངོས་ཨ་ནི་རྒྱ་གར་ནང་ལ་ལ་ཡ་མང་ང་བཙོང་གི་ཡོད་རེད་བ་ས་ཡ་ལྔ་བཅུ་བསྲུང་གི་ཡོད་རེད་བ་ས་ཡ་ལྔ་བཅུ་དང་བཞི་བཅུ་ལ་དུས་བསམ་པ་ཡ་དེ་ནི་ད་ད་ས་ཡ་བཅུ་བྱས་རེད་བ་དེ་ཨ་ནི། ད་རྒྱ་ནག་ལ་ཡ་ད surplus རོ trade surplus ལ་ནི་འགྲིག་གི་འདུག་རོ་ཅིག་རྒྱ་ནག་གི་ནི་བྱ་ལ་ནི་མང་ང་ཚུང་གི་ཡོ་གི་ད་ཁེ་ཕན་ཆོ་རོ་བ་དི་འགྲོ་བ་ཆག་དེ་ཡོ་རེད་རོ་བ། ད་ནང་བཞིན་ཨ་རི་འགྲོ་བ་ཆག་ཤ་བ་ཡོན་པ་ཡིན་ད་ལེ་ད་ད Donald Trump གི་ནི་ཅིག་གོ་ཁྲེལ་ཨ་ནི་པ་ར་ཡ་འགྲོ་བ་ད་དི་རྒྱུ་མཚན་ཅིག་ག་རི་ལ་བ་ཡིན་ན་ཨ་ནི་རྒྱ་ནག་གི་ནི། རྒྱལ་ཁབ་གཞན་པ་ལ་ཡང་ད་ལྕགས་ལ་མང་པོ་ཕ Export རེད་བ་ཕ་བཏང་གི་ཡོད་རེད་བ་ཡིན་པ་ནི་ལ་རྒྱལ་ཁབ་གཞན་པ་ནས་ལྕགས་ལ་ཚུར་ཉོས་ཡས་ཆོད་རེད་དེ་དཔེ་ཉུང་ཉུང་ཉོས་གི་ཡོད་རེད་བ་ད་དེའི་ཨེ་ནས་ཅིག་ག་ཚོད་རེད Donald Trump མེད་ན་རེད་རྒྱལ་ཁབ་གཞན་པ་དེ་འདྲ་གི་དྲང་པོ་མཐོང་གི་ཡོད་མ་རེད་བས་ན་ཅིག་ན Germany འདྲ་བོ་ཆགས་ཤག་འོན་པ་ནི་ལ་ལྕགས་ལ་གཞན་པ་ལ་ཡང་ད་མང་པོ་བཏང་གི་ཡོད་རེད་བ་ཡིན་པ་ནི་ལ་ད་ཚུར་དཔེ་ཉུང་ཉུང་ཉོས་གི་ཡོད་རེད་བ་དེའི་གིས་ནི་རྒྱལ་ཁབ་དེ་གཉིས་ལ་ཡང་ད་ཁེ་ཕན་དང་དེ་འདྲ་མང་པོ་ཆགས་གི་ཡོད་རེད་བ་དེ་ཡིན་དུ་བསམ་པ་ཡང་དེའི་གིས་ཨེ་ནས་ཅིག་ག་ཚོད་རེད་ད་མང་པོ་ཅིག་གིས་ཨེ་ནས་ཅིག་ག་ཚོད་རེད་ད་སྐྱོན་བརྗོད་བྱེད་ཀྱི་ཡོད་འགྲོ་དང་དེ་འདྲའི་ནད་རྟགས་འདི་འདྲའི་ཆགས་བསྡད་ཡོད་རེད་རོ། དེ་ཡིན་དུས་བསམ་པ་ཡ། ཕྱི་རྒྱལ་ཁབ་ཀྱི་བཅའ་ལག་དང་ཚོང་ཟོག་ལ་ཡང་སྒོ་ཁྲལ་རྒྱབ་དེ་འདྲའི་ཆེ་བ་ཡིན་ན་འདིའི་གི་ཨ་ནི་ཅི་གང་བཟོ་རེད་ད། Trade Deficit ཆུ་རོ་དེ་མང་ཉུང་དང་འགྲོ་དང་རོ་ཨན Trade Surplus ཆུ་རོ་དེ་ཨ་ནི། ཡ་ན་ཡ། འཐོར་དང་ཡ་ན་ཨ་ནི་བཏང་སྙོམས་བཟོས་ཆུ་རོ་དེ་ཨ་ཆུང་གི་ཡོད་རེད་རོ། ད། གོ་ཁྲེལ་གྱི་གནས་ཅི་ག་སོ་རེ་གྱོང་ལ་ན་འགྲིག་གི་འདུག་ཉན་ཁ་ལ་ན་འགྲིག་གི་འདུག་དེ་ཁ་ཤས་ཤིག་རྣམ་པ་ཚོས་ལ་ཡང་ཤེས་བ་ཡིན་ན། ད་དང་པོ་དེ་ལ་ཡང་ཨ་ནི་ཡ་ལ་ཁ་ཤས་ཨ་ནི་ཅིག་རྒྱལ་ཁབ་དེའི་ནང་ལོགས་ལ་ཡང་མེད་བ་བྱས། ཡིན་གཅིག་མིན་གཅིག་ཨ་ནི་ཕྱི་ལོགས་ནས་ད། ཅིག་ནང་ལོགས་ལ་ཡང་ད། ཚུ། ཁྱི་ལས་གོ་ཡ་གྲོང་སྡེ་གི་སྤྱང་ལ་དེ་འདྲ་ཡོར་བ་དེ་ཡིན་འདུག་བསམ་པ་ཡང་དུས་ཚོད་གང་ལ་ཡང་ད། ཅིག་ག་ཚོ་རེ་ད། གོ་ཁྲེལ་དེ་འདྲ་རྒྱབ་དེ་འདྲ་བྱེད་དུས་བསམ་པ་ཡང་དེ་སྔོན་ལས་ཨ་ནི་ཅིག་གོང་ཆད་དེ་འདྲ་ཆགས་ཀྱི་ཡོར་རེད་དེ་ཡིན་འདུག་བསམ་པ་ཡང་གོང་ཆེན་པོ་ཆགས་དུས་བསམ་པ་ཡང། ཨ་ནི། ཕྱི་རྒྱལ་ཁབ་ནས་རྒྱལ་ཁབ་དེ་ཉིད་ནང་ལ་ལ་ཡ། གཅིག་ཨོར་ཉེ་གི་ད་ཚོང་པ་ལ་ན་དྲེག་དུ་དུས་མཚོན་གི་ནི། གཅིག་ཁ་སོར་ཁྲེ་ཕར་ཤ་ལ་ནི་ཁོ་རང་གི་ཁྲེ་དེ་ནི། ཁོ་རང་རང་གི་ཏྲེ་རོ་དེ་རྩ་བ་ཉིད་ནི་བྱིག་མ་རོ་དེ་ལས་ནི་སུ་སུ་གི་ཅ་ལ་ཅི་རོ་བ་དེ་ལ་ཡ་ད་གོང་པར་བྱས་ནི་རྒྱལ་ཁབ་དེ་ནང་ལ་ལ་ཡ་མུ་འཐུད་ནི་ཙོང་ཡ་གི་ཐབས་ཤིག་བྱིག་གི་རོ་བ་ཡིན་དུ་བསམ་པ་ཡ་དེ་གི་ནི་ཅ་ལ་གི་ད་གོང་བྱིག་རོ་བ་དེ་རང་བཞིན་གི་ཕར་དྲུག་གི་རོ་བ་དེ་ཡིན་དུ་བསམ་པ་ཡ་དེ་ནི་ད་ད་ད་ཨ་རིག་གི་རྒྱལ་ཁབ་གཞན་པ་དེ་འདྲའི་ནང་ལ་ལ་ཡ་ནི་གོ་ཁྲེ་ཕར་དེ་འདྲའི་བྱེད་དུ་བསམ་པ་ཡ། དེའི་གིས་ཨ་རིའི་ནང་ལོ་ལ་ཡ་ཨ་ནི་ཟས་རིགས་དང། ཨ་ནི་ཅིག་གོན་ཆས་དང། ཨ་ནི་ལ་སོགས་པའི་གིས་ད་ཅིག་ཁ་ཚོ་རེ་ལྕགས་ལ་དངོས་མང་པོ་ཅིག་ལྕགས་དངོས་མང་པོ་ཅིག་ཨ་ནི་ཅིག་གོང་འཕར་དེ་འདྲ་བྱེད་ཀྱི་ཡོད་རོལ་བ་དེ་ཡིན་དུ་བསམ་པ་ཡ་ད། ཉི་མ་རྟག་པ་རེ་ཞིག་ཨ་ནི་སོ་སོ་ཨ་ནི་ལྕགས་ལ་དངོས་དེ་འདྲ་བྱེད་རོལ་བ་ཚེ་ཡིན་ན་རེ། ཨ་ནི་བྱིངས་སྟོང་ཡིན་ན་རེ་ད་ན་བཞིན་དུག་ལོ་ཡིན་ན་རེ། ལྕགས་ལ་དེ་འདྲའི་ཉི་མ་རྟག་པ་ཉོ་རོལ་བ་དེ་ཡིན་དུ་བསམ་པ་ཉི་མ་རྟག་པ་ཉོ་འོ་དེ་བསམ་པ་ཡག་ཅག་ལབ་དོན་གཙོ་བོ་ནི་དེ་སྔོན་ལས་ནི་གོང་ཆད་དེ་འདྲའི་ཆགས་སྡེ་བ་ཡོད་ན་ད་ཧབ་སུ་འདུག་མ་རུ་བ། དེ་གས་ནི་ད་ལྟ་ཨ་རི་ནོར་ལོ་ལ་ཡག་ནི་མི་མང་གིས་སྐད་འབོད་བྱས་ཡོད་ཅེས་རུ་བ་དེ་རྒྱུ་མཚན་དེ་གཅིག་ཆགས་སྡེ་བ་རེད་རུ་བ། ད་རྣམ་པ་ཚོ་ལ་ཡག་དཔེ་གཅིག་བཤའ་བ་ཡིན་ན་ད་ལྟ་དེ་ཀུ་ཤུ་ཁ་པར་འདུག་ཨ་ཀུ་ཤུ་ཁ་པར་ཨ་ནི་དེ་སྔོན་རྣམ་པ་ཚོས་གི་འདུག་ལྟ་བ་ཡིན་ན་རུ་བ་ང་ནོར་ལོ་ལ་ཡག་ཨ་ནི་ཀུ་ཤུ་ཁ་པར་དེ་ཨ་ནི་གཅིག་དུ་བཱི་དང་ཐ་ན་ཤི་ཨ་རི་ལ་དུས་ཚོད་རྩི་ཤིང་གོང་ཆད་འདུག་ཨ་ཁྲི་གཅིག་གཉིས་གི་གོང་ཆད་འདུག་ཨ་དེ་ཡིན་དུ་བསམ་པ་དེ་གིས་གར་སྟོན་དགོས་ལ་བ་ཡིན་ན་རྒྱ་གར་ནང་ལོ་ལ་ཡ་ཨ་ནི་ཨའི་ཕོན་ད་དུ་འཛུགས་ཨ་ནི་སླེབས་དུས་བསམ་པ་ཡ་དེའི་གི་ད་ཅི་ག་སོ་རེ། ཀུ་ཤུ་ཁ་པར་དེ་འདྲ་སླེབས་དུས་བསམ་པ་ཡ་དེ་ག་ལ་ཡ་ད་ཁྲེ་རེ་ཕི་ལ་ན་འགྲིག་གི་འདུག་ཁྲེ་ལ་ན་འགྲིག་གི་འདུག་དེ་ཨ་ནི་ཤུགས་ཆེན་པོ་རྒྱག་གི་ཡོད་དེ་བསམ་པ་ཡ་ཨ་ནི། མཐའ་མ་དེ་ལ་ཡ་ཀུ་ཀུ་ཤུ་གི་བཟོ་གྲ་ནི་ཨ་ནི་ཁྲེ་དེ་ཚོ་འགྲིག་གི་མ་རུ་བ་དེ་ཨ་ནི་ཀུ་ཤུ་གི་ད་ཁ་པར་ཡ་རུ་བ་དེ་ཨ་ནི་ཁོང་ཕྱིར་འགྲོ་བྱས་ཨ་ནི་མཐའ་མ་དེ་ལ་ཡ་ད་མི་མང་གི་ཨ་ནི་ཅི་ག་སོ་རེ་ད། དངུལ་སྤྲད་དགོས་ཡག་འགྲོ་དང་དེ་འདྲའི་གནས་སྟངས་དེ་འདྲ་ཆགས་ཡོད་རེད་བ་དེ་ཡིན་བསམ་པ་ཡག་མང་པོ་ཅིག་གི་ཁ་པག་དང་དུ་ཚོད་ཕ་ནི་ཨ་རི་ནས་ཚུར་བསྐུར་ཡག་འགྲོ་དང་དེ་འདྲ་བྱེད་ཀྱི་ཡོད་རེད་བ། ད་ཡང་ཀུ་ཤུ་གི་ཁ་པག་ཁ་ཤས་ནི་ཏག། ཅིག་ག་ཚོད་རེད་མཚམས་མཚམས་ཨ་ནི། གོང་དེ་འདྲ་རུ་གྱི་རེད་ཡིན་པ་འདི་ལས་ད་ཟླ་བ་གཉིས་གསུམ་རྗེས་ལ་ཡ་ཨ་ནི། ཁ་པག་དེ་གི་གོང་ཆགས་ཀྱི་རེད་རེད་བ་གང་ཡིན་ཟེར་ན། ཁ་པག་དེ་ཨ་ནི། ཅིག་ག་ཚོད་རེད་རྒྱ་གར་ནང་ལོགས་ལ་ཡ་ཨ་ནི་བཟོས་ཡག་དགོས་བཙུགས་ཀྱི་རེད་ལ་ནི་དེ་འདྲས་ཀྱི་ད། གནས་ཚུལ་དེ་འདྲས་ཡོད་རེད་བ་དེ་ཡིན་དུ་བསམ་པ་ཡག་དེ་གི་ཁར་སྟོན་དགོས་ལ་བ་ན། རྒྱ་གར་ནང་ལོ་རང་སོའི་བ་ཡིན་ན་དེ་ནས་ནི་ཅིག་ག་ཚོ་རེད་འདི་ག་ལ་ཡ་ད་གོ་ཁྲེལ་ད་དེ་འདྲ་རྒྱ་གི་ཡོད་མ་རང་དེ་ཡིན་འདུག་བསམ་པ་ཡ་དེ་ཡིན་ནི་ཁོ་ངོ་ཏག་ཏག་རང་ཅག་དེ་ཡ་ཆོ་རོ་གནས་སྟངས་དེ་འདྲ་ར་ཡིན་པ་ཡིན་ན་ལེ་ལེ་ཆོས་ལོ་ལ་ཡ་བཟོད་པའི་གི་ཀུ་ཤུ་གི་ཁ་པར་ཅིག་རྒྱ་གར་ནང་ལོ་ལ་ལེ་ལེ་དུས་བསམ་པ་ཡ་འདི་ག་ལ་ཡ་གོ་ཁྲེལ་ཅིག་རྒྱ་དུས་བསམ་པ་ཨ་ནི་ཅིག་ག་ཚོ་རེད་ཀུ་ཤུ་གི་ཁ་པར་དེ་ནི་རྒྱལ་ཁབ་གཞན་པ་བརྩི་ཞིང་ནི་རྒྱ་གར་ནང་ལོ་ལ་ཡ་ཁོང་ཆད་འགྲོ་དང་དེ་འདྲའི་གནས་སྟངས་འདི་འདྲ་ཆགས་དེ་འོ་རེད། ཨ་ན་ཤིང་ཨ་ནི། ཅིག་ཁ་བཟོ་རེ་གྱོང་ལ་ན་འགྲིག་འདུག་དེ་ཅིག་ག་རེ་ཡོད་ལ་ནི་ཨ་རི་ནང་ལ་ལ་ཡ་ད་བཟོ་གྲ་དེ་འདྲ་མང་པོ་ཡོད་རེད་བ། ད་བཟོ་གྲ་འདུ་འཛུལ་གྱི་ཨ་ནི། ཅིག་ལྕགས་དངུལ་དེ་འདྲ་བཟོས་ལ་ཡ་དེ་གི་ད་རྒྱུ་ཆ་ལ་ན་འགྲིག་འདུག་རྫས་ལ་ན་འགྲིག་འདུག་དེ་ཨ་ནི་ཅིག་ཁ་བཟོ་རེ་ད། རྒྱལ་ཁབ་གཞན་པ་ནི་ཚུ། ད་ནང་ལོ་ལ་ཡ་ཚུ་ཨོར་གོ་ཡོད་བ་དེ་འདྲ་གནས་སྟངས་དེ་འདྲ་ཆགས་ཡོད་རེད་བ་དཔེར་ན་ཕྱིན་ན། ད། ཨ་རིའི་འགྲོ་འཆག་ཤར་ན་རྒྱ་ནག་གི་གནས་གཅིག་ཁ་སོད་ད་རོ་མ་ཁྲི་རེལ་ལ་ནི་རོ་ཨ། ཛེ་རིག་ད། ཨ་ནི་དེ་ནི་མང་པོ་ཅིག་ཨ་ནི་རྒྱ་ནག་ནི་ཚུ་ཨོར་གོ་ཡ་ནེ་ད་ད་ཏི་ཆག་རོ་ཡིན་པ་ནི་ལ་ད་རྒྱ་ནག་གི་ཅ་ཅ་ལ་གང་ལ་ཡ་ཨ་ནི་ཨ་རིག་གི་ད་གོ་གོ་ཁྲེལ་ཨ་ནི་ཆེན་པོ་དེ་འདྲི་རྒྱབ་དེ་འདྲི་བྱེད་དུས་བསམ་པ་ཡ་ཅ་ལ་དུ་ཚུ་ཨ་ནི་ཨ་རིག་གི་ད་བཟོ་གྲ་དུ་ཚུ་ནོ་ལ་ལས་ཐུག་ཡོད་མ་རེད་དེའི་གི་ཨ་ནི་ཨ་རིག་གི་བཟོ་གྲ་ནོ་ལ་ཡིན་པ་ནི་ལ་ཨ་ནི་ཅ་ལ་དུ་ཚུ་བཟོ་ཡ་ལ་ཡ་རྒྱུབ་བྱ་ད་ཨ་ནི་ཛེ་ད་དེ་འདྲི་མ་འདང་བ་ལ་བརྟེན་ནས་ནི་ཅི་ག་སོ་རའི་སྡིག་གིས་བཏབ Production ལ་ནི་དྲུག་ཏུ་རོ་ད་ཅ་ལ་མ་སྟོན་ཅུ་རུ་བ་སྡིག་གིས་ནི་ཅི་ག་སོ་རའི་མགྱོགས་ཚད་ལ་ནི་དྲུག་ཏུ་དེ་ཉུང་འགྲོ་བས་གྲོ་ད་ནི་སྟོན་གྱི་གྲངས་ཚད་ཅུ་རུ་བ་སྡིག་ནི་མ་ཉུང་འགྲོ་བས་གྲོ་ད་དེ་འདྲའི་བྱེད་བྱས་ནི་ཨ་རིའི་ཁོ་རང་གི་ནོང་ལོག་ཡོད་པའི་གི་བཟོ་གྲ་དུ་འཛུལ་ཡོད་པ་ནས་ལས་ནི་ཅི་ག་སོ་རའི་ད་ག་ཉེར་ཁྲིག་གི་ཡོ་བ་གྲོ་ད་དེ་འདྲའི་ནས་ད་འདི་འདྲ་ཆགས་ཡོ་རེ་རུ་བ། ད་ཡང་གྱོང་གཞན་པ་ཅིག་གར་ལ་བ་ཡིན་ན་ཨ་ནི་ཅིག་ཕྱི་རྒྱལ་ཁབ་གི་ཅ་ལ་དེ་འདྲས་ནི་ཅིག་ནོང་ལོག་ལ་ཡ་ཅིག་ཕྲད་དེ་འདྲས་པར་དེ་འདྲས་བྱེད་བྱས་ཨ་ནི་ཡོང་མ་ཅུ་དེ་འདྲས་ཆེ་བ་ཡིན་ན་ཨ་ནི་ཅིག། རྒྱལ་ཁབ་དེ་གཉིས་རང་གི་ནི་བཅའ་ལ་མ་ཞིག་ནི་ཅེ་རྒྱལ་ཁབ་གཞན་པའི་གི་ད་བཅའ་ལ་དེ་འདྲའི་ད། ཅེ་ག་ཚོ་རེ་མི་མང་ནང་ལ་ཏིག་ཏུ་ཁྲོམ་ར་ནང་ལ་ལ་ཡ་ད་བཅའ་ལ་དྲ་མི་དྲ་གོ་རུ་བ་པེ་ན་ཆུ་ཚོད་ཡིན་ན་ཆུ་ཚོད་དེ་ནི་ཅེ་ག་ཚོ་རེ་སུས་ཀི་རི་བས་ནི་ཡ་མོ་དྲ་འགྲོ་ཡིན་ན་དེ་ཇར་མན་གི་མོ་དྲ་རེ་ལ་ཡ་འགྲོ་ད་ང་ཚོས་ཅེ་ག་ཚོ་རེ་ད་ཁྲོམ་ར་ནང་ལ་ལ་ཡ་ད་དྲ་མི་དྲ་གོ་རུ་བ་བཅའ་དངོས་ནི་ཅེ་ག་ཚོ་རེ་རྒྱལ་ཁབ་ལ་པ་ཡོ་རུ་བ་རྒྱལ་ཁབ་དེ་ན་ཐོན་ཁུངས་དེ་ཡག་པོ་ཡོ་རུ་ད་བཅའ་ལ་དེ་པེ་ཡག་པོ་ཡོ་རུ་ད་ལ་ནི་ད་དེ་འདྲའི་གི་ང་ཚོས། ད་བཤད་སྲོལ་དེ་འདྲ་མང་པོ་ཡོད་རོགས་དེའི་འདྲ་བསམ་པ་ཡ། ཕྱི་རྒྱལ་ཁབ་ཀྱི་བཅའ་སླ་ལ་ཡ། སྒོ་ཁྲལ་རྒྱབ་དེ་འདྲ་ཆེ་བ་ཡོད་ན། རྒྱལ་ཁབ་དེའི་ནང་ལོག་ལ་ཡ། གཅིག་ག་ཚོད་རེད་བཅའ་དངུལ་གྱི་ད། གཅིག variety ལ་ན་འགྲིག་གི་འདུག་ད། སྣ་ཁ་ཡོད་རོགས་དེ་གཅིག་ཉུང་བྲོ་ཡ་གྲོགས་དང། མི་དམངས་ནང་ལོག་ལ་ཡ་ད་གདམ་ག་ཉུང་བྲོ་ཡ་གྲོགས་དང་དེ་འདྲའི་ནད་ད་འདྲ་ཆགས་ཀྱི་ཡོད་རེད། དེ་ནས་ནི་ཉེན་ཁ་གཅིག་གར་སླ་བ་ཡིན་ན། ད། རྒྱལ་ཁབ། ད་ད་ད་ཨ་རི་འགྲོ་ཆ་ཆག་རོགས་ཨ་རི་གིས་ནི་རྒྱལ་ཁབ་མང་པོ་གཅིག་ལ་ཡ་ད་གོ་ཁྲེལ་པ་ར་འགྲོ་དང་དེ་འདྲའི་ནད་དང་དེ་འདྲའི་ཆུང་རུང་བ་དེ་ཡིན་དུ་བསམ་པ་ཡ་ཨ་ནི་ཉེན་ཁ་གཅིག་གར་ལ་བ་ཡ་ན་ཨ་ནི་རྒྱལ་ཁབ་དེ་ཚོས་གི་ཚུ་ཨ་ནི་ད་ཨ་རི་ལ་ཡ་ད་གོ་ཁྲེལ་པ་ར་དེ་འདྲའི་ནད་དང་དེ་འདྲའི་ཆུང་གི་འདུ་བ་མདོར་ན་ཨ་ནི་ཉེན་ཁ་གཅིག་དེ་ཨ་ནི་རྒྱལ་ཁབ་གཅིག་གི་ཨ་ནི་རྒྱལ་ཁབ་གཞན་པའི་གི་ཅག་ལ་ཚུ་ལེ་དུ་བསམ་པ་ཡ་འདི་ག་ལ་ཡ་གོ་ཁྲེལ་པར་བ་ཡ་ན་ཨ་རྒྱལ་ཁབ་གཞན་པ་དེ་གི་ཡིན་པ་ཡ་ད་ལེ་ཨ་ནི་རྒྱལ་ཁབ་དེ་གཉིས་ཀྱི་ལྕེ་ལ་བག་བོད་དུ་སེམས་པ་ཡག་ཨ་ནི་ཅིག་གོ་ཁྲེལ་པར་དེ་འདྲ་བྱེད་ཀྱི་རེད་ལ་ནི་ད་ཅིག་ཡ་ལན་གློ་ཡ་གྲོགས་ཞོར་བ་འདི་གི་ཉེན་ཁ་ཅིག་ཡོད་རེད་ལ་ཡོད་རེད་རོ་བ་དེ་འདུག་བསམ་པ་ཡག་ད་རྣམ་པ་ཚོས་ཀྱི་འདི་ནི་མཐོང་ཆོས་སུ་རེད་རོ་བ། ད་རྒྱ་ནག་དང་ཨ་རི་གཉིས་པ་ར་ལ་ཡ་ཨ་ནི་ཕན་ཚུན་པ་ར་ལ་ཁ་བཟོ་རེད་ད་གོ་ཁྲེལ་ཡག་པར་རེད་བྱས་ཀྱི་ད་འགྲན་རྩོད་ལ་ནི་འགྲིག་འདུག་འགྲན་བསྡུར་དེ་འདྲ་བཏང་བྱས་ད་ད་ཨ་རི་གི་ཡིན་པ་ནི་ལ་རྒྱ་ནག་ནང་ལོག་གི་ད་ལྕ་ལ

རྒྱ་ནག་ནི་རྒྱ་ནག་ནང་ལོགས་ལ་ཡ་འདི་ཡེ་ནི་རྒྱ་གར་སྒོར་མོ་འབུམ་གཅིག་ཡིན་ན། འདི་ཡེ་ནི་ཕ་ཨ་རི་ལ་དྲུག་རུ་ཨ། དེ་ཡེ་འདི་བསམ་པ་ཡ་ཨ་རི་ལ་ཕ་སླེ་དུ་བསམ་པ་ཡ་ད་འདི་ག་ལ་ཡ། ཨ་ནི་ད་ཨ་རི་གི་ད་སྒོར་ཁྲེལ་རྒྱ་གི་རུ་ཨ་དེ་ཡེ་འདུས་ད་སྒོར་ཁྲེལ་ག་རེ། བརྒྱ་ཆ་ཨ་ནི་བརྒྱ་དང་བཞི་རུ་ཨ་དེ་ཡེ་འདུས་བསམ་པ་ཡ་ད། རིན་པ་ཅཱ་ལ་ཏི་གི་རིན་པ་ངོ་མ་དེ་སྒོར་མོ་འབུམ་གཅིག་རེད་དེ་ཡེ་འབའ་འདི་ལས་འདི་ག་ལ་ཡ་ད་སྒོར་ཁྲེལ་བརྒྱ་ཆ། འབུམ་གཅིག་ཡེ་ནི་བརྒྱ་ཆ་བརྒྱ་དང་བཞི་དེ་ཡེ་ནི་ད། འབུམ་གཅིག་དང། བཞི་སྟོང་ཆ་དེའོ་རུ་བ་དེ་ཡིན་དུ་བསམ་པ་ཡ། ད་ཨ་རི་ནོ་ལོ་ལ་ཡ་རྒྱ་ནག་ནས་ནི་དེའི་ཅ་ལ་དེ་འབུམ་གཅིག་རི་དེ་ཡིན་པ་ནི་ལ་རྒྱ་ཨ་རི་ནོ་ལོ་ལ་འདུས་ཨ་རི་གི་ཚོང་ར་ནོ་ལོ་ལ་འདུས་སླད་དུ་བསམ་པ་ཡ་ཅ་ལ་དེ་གི་རིམ་པ་དེ་འབུམ་གཉིས་དང་ཨ་ནི་བཞི་སྟོང་ཆ་དེའོ་རུ་བ་དེ་ཡིན་དུ་བསམ་པ་ཡ་ད་རྣམ་པ་ཚུལ་གི་ཟི་ཡ་དེ་རེད་ཅ་ལ་དེ་གི་རིམ་པ་ངོ་མ་དེ་ལས་ཨ་ནི་ད་ཁྲེ། དེ་ནི་ཤུགས་ཆེ་ཡ་ཆ་ཡ་ཅོ་རུ་བ་གོ་ཁྲེལ་ཤུགས་ཆེ་ཡ་ཆ་ཡ་ཅོ་རུ་བ་ད་དེ་འདྲའི་ནད་དང་དེ་འདྲའི་ཆ་དེའོ་རུ་བ་དེ་ཡིན་དུ་བསམ་པ་ཡ་འགྲན་རྩོད་ཅོ་རུ་བ་དེ་ད་མུ་མཐུད་ནི་འགྲོ་ཡ་འགྲོ་བ་དང་དེ་འདྲའི་ནད་དང་དེ་འདྲའི་ཆ་དེའོ་རེད། འགྲན་རྩོད་དེ་འདྲ་མུ་མཐུད་དེ་འདྲ་བྱས་བ་ན་རྒྱལ་ཁབ་ཕན་ཚུན་བར་ལ་ཡ་འབྲེལ་བ་ཡ་འགྲོ་དང། ར་ཕ་ཚོ་ཡིད་ཆེས་བྱས་འགྲོ་དང་དེ་ཚོ་མ་ཡོང་ཡ་འགྲོ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་གི་རོ། བ་ད། ཨ་རི་དང་ཨ་ནི་ཅིག་རྒྱལ་ཁབ་ཡང་ཅིག། སྟོབས་ཤུགས་ཆུང་བ་དཔལ་འབྱོར་ཅིག་ག་ཚོ་རེད། ཞེ་ར་མེད་རྒྱོ་དེ་ཚོའི་བར་ལ་ཡ་དེ་འདྲས་ཀྱི་ད་ཅིག་ག་ཚོ་རེད། ཚོང་གྱི་ཨ་ནི་བཀའ་ཉན་ཁྲེ་ཡ་དང་ཕན་ཚུན་བར་ར་ལ་ཡ་ད་རྙོག་དྲ་བྲོ་ཁྲེ་དེ་འདྲ་ཆེ་བ་ཡིན་ན་དེ་གི་ད་འཛམ་གླིང་ནང་ལོ་ལ་ཡ་བཀའ་ཉན་ཁྲི་གིར་དེ་ཡིན་པ་ནི་ལ་ཞུ་བ་ཤུགས་ཆེན་པོ་དེ་འདྲ་གལ་ཁྲི་མ་ཡིན་པ་ནི་ལ་ད་ད་ནི་ད་མཁའ་འགྲོ་ཆ་ཤ་བ་ལ་ན་འཛམ་གླིང་གི་ནི་དཔལ་འབྱོར་གི་ཐོག་ནས་ན་རེ་དམག་སྟོབས་གི་ཆ་ནས་ན་རེ་ད་སྟོབས་ཤུགས་ཆེ་བའི་རྒྱལ་ཁབ་ད་ཨ་རི་དང་རྒྱ་ནག་གཉིས་དུས་ཕན་ཚུན་བར་ར་ལ་ཡ་ད་ཅི་ག་ཚོ་རེ་ད་སྒོ་ཁྲལ་ཨ་ཡ་མ་པར་རེ་བྱས་འགྲོ་ད་དེ་འདྲའི་ནི་ད་འདི་འདྲའི་ཆུང་དུས་སངས་པ་ཡ་དེ་གི་ནི་འཛམ་གླིང་གི་ནི་ཅི་ག་ཚོ་རེ་ད། དཔལ་འབྱོར་དང་འཛམ་བུ་གླིང་གི་ད་རྒྱལ་ཁབ་ཕན་ཚུན་བར་ར་གི་ད་ཚོང་ཟོག་གི་ད་ཡ་མ་འོ་འདྲེན་བྱས་འགྲོ་ད་དུས་ཚུལ་ལ་ཡ་ནི་ད་གནོད་འཚེ་ཤུགས་ཆེན་པོ་བྱེད་གི་ཡོ་ཨ་དེ་འདྲ་རོ་ཅི་ལ་ངོས་འཛིན་བྱེད་གི་ཡོ་རེད་རོ་ཨ། དེ་ནས་ཉེན་ཁ་གཞན་པ་ཅིག་གར་ཆགས་ཡོ་ལ་བ་ཡ་ན་ཨ་ནི་ཕྱི་རྒྱལ་ཁབ་གི་བཅའ་ལག་ཨ་ནི་ཅིག་ག་ཚོ་རེ་གང་ལ་ཡ་ཨ་ནི་སྒོ་ཁྲལ་དེ་འདྲ་རྒྱབ་དེ་འདྲ་བྱེད་དུ་བསམ་པ་ཡ་ད་ཕྱི་རྒྱལ་ཁབ་བཅའ་ལག་རྒྱ་གར་རྒྱལ་ཁབ་དེ་ནང་ལ་ལི་མ་རོ་ཨ་དེ་མ་ལུས་དུ་བསམ་པ་ཡ་རྒྱལ་ཁབ་དེ་ནང་ལོ་ལ་ཡ་ཨ་ནི་ཅིག། ད་བཟོ་གྲྭ་དེ་ཚོ་ནི་ཅིག་འགྲན་རྩོད་དང་དེ་འདྲའི་མེད་དུས་བསམ་པ་ཡ། ནི། ཅིག་ཉོབ་ཏོག་བྱ་ཡ་འགྲོ་དང་དེ་འདྲ་བྱ་ཡ་འགྱུར་བ། ད་དཔེར་ན་ཇི་ཞེ་ན། ཅིག། རྒྱ་ནག་འགྲོ་བྱ་བྱ་བ་ན་ནི། ཅིག་བཅའ་དངོས་དང་དེ་འདྲའི་ག་ལ་ཡ་ད་འགྲིག་ཡ་ཡིན་ན་རེད་བཟོ་ཡ་ཡིན་ན་རེད་དེ་ཚོ་ག་ལ་དཔེ་ལས་ཀ་དེ་ཚོ་དཔེ་མགྱོགས་པོ་བྱེད། ཁ་བོད་སྐབས་དུ་བྱེད་དེ་འདྲ་བྱེད་ཀྱི་ཡོད་རེད་བ། ད་ཨ་རིག་དྲོ་བོ་ཆགས་བཞག་ན་ནོར་ལོ་ལ་ཡ། ཨ་ནི་ཨ་རིག་གི་སོ་ཏྲ་དེ་འདྲས། ཨ་རིག་གི་སོ་ཏྲ་དྲོ་བོ་ནོར་ལོ་ཆགས་བཞག་ན། ཨ་ནི་ལས་ཀ་ད་དུས་ཚོད་བྱེད་ཀྱི་ཡོད་རེད་ཡིན་པ་འདི་ལས་རྒྱ་ནག་ནོར་ལོ་གིས། ཨ་ནི་སོ་ཏྲ་ནོར་ལོ་གིས་ལས་ཀ་བྱེད་སྟངས་དང་མགྱོགས་ཚད་དང་མིག་གིས་ཨ་ནི་ཅི་ག་སོ་རེད་ད་ཟིག་གི་ལེགས་རོ་ཨ་རྩལ་ད་དུས་ཚོད་ད་ལྟ་བ་ཡིན་ན། ཨ་ནི་རྒྱ་ནག།

ཕྱིའི་རྐྱེན་ནི་དྲན་ཚོད་མེད་དེ་འདྲ་བྱེད་དུས་བསམ་པ་ཡ། ཨ་ནི། ཅེས་གསར་གཏོད་དུ་བསམ་བློ་འབྱོར་བ་འདི་ལས་ཀྱི་མ་རུ་བ། འདྲེན་ཚོད་ཡོད་བ་ལ་བརྟེན་ནས་ཨ་ནི་ཕ་ཇོ་སར་གྱིས་དེ་འདྲ་ཅིག་བཟོས་འདུག་ད་ང་ཚོས་དེ་འདྲ་ཅིག་བཟོ་དགོས་ལ་ནི་ད་དྲན་ཚོད་དེ་འདྲ་སླེབས་དུས་བསམ་པ་ཡ། དེས་ཀྱི་ཨ་ནི། ཅེས་གསར་གཏོད་ཀྱི་ཨ་ནི་བསམ་བློ་ད་དེ་འདྲ་སླེབས་ཀྱི་རུ་བ་དེ་ཡིན་དུས་བསམ་པ་ཡ། ཨ་ནི། རྒྱལ་ཁབ་གཞན་པའི་གི་ལྕགས་ལ་ནོག་ལོག་ལ། མ་ལས་ཡ་ཆེ་ཨ་ནི། རྒྱལ་ཁབ་དེ་གཉིས་ནོག་ལོག་གི་བཟོ་གྲྭ་དེ་ཚོ་ལ་ཡ་དྲན་ཚོད་མེད་དེ་འདྲ་བྱས་བ་ཡིན་ན། དེས་ཀྱི་ཨ་ནི། རྒྱལ་ཁབ་དེའི་ནོག་ལོག་ལ་ཡ། གསར་གཏོད་ཀྱི་བསམ་བློ་ད་དེ་འདྲ། ཅིག་མ་ལས་ཡ་འགྲོ་བ་དང་དེ་འདྲ་གྱི་ཡ། ཅིག་ཉེན་ཁ། འགྲོ་ཅི་ཡོད་དེའོ་རེད་བ། འོ་རྣམ་པ་ཚོ་དེ་ནི་ད། ད་ལྟ། གོ་ཁྲལ་ལ་ན་འགྲིག་འདུག Tariff ལ་ན་འགྲིག་འདུག་ར་བ་དེ་གིས་ནི་ཅིག་ཁེབས་སང་དང་གྱོང་མང་པོ་ཅིག་ཡོར་དེ་ཡིན་པ་ནས་ལ་རྣམ་པ་ཚོ་ལ་ཡ། ཐུ་ཚོད་ཐུང་ཐུང་ཅིག་ནོ་ལ་ལ་ཡ་ཨ་ནི། ཅིག། དེ་ག་ལ་ཡ། ནི་ཚོད། ཅིག་ཐུང་ཐུང་ཅིག་བཤད་ཀྱི་ཐབས་ཅིག་བྱེད་ར་བ། ད། ཅི་དང། ཨ་རིག་གིས་ནི་རྒྱལ་ཁབ་གཞན་པ་ནོ་ལ་ལ་ཡ་ད། ཅིག་གོ་ཁྲལ་དེ་འདྲའི། པ་ར་འགྲོ་ད་བྱས་བྱུ་ར་བ་དེ་ད་ད་ནི་གསར་བ་དེ་འདྲའི་ཆགས་ཡོ་མ་རེད་ར་བ། ཅིག། བོད་ནང་དམིགས་བསལ་གྱིས་རྒྱ་ནག་དང་ཨ་རིའི་འགྲོ་འཆག་བྱ་བ་རྣམས་ཕན་ཚུན་དཔར་ར་བྲལ་བར་འགྲོ་བྱས་ཆོག་རེད་བ་དེ་ཉིས་སྟོང་བཅོ་བརྒྱད་དུ་ཨ་ཅིག་འགོ་བཙུགས་དེ་འདྲ་བྱས་ཡོད་རེད་བ། དེ་གཅིག་རེད་དེ་ནས། གནས་ཚུལ་གཞན་པ་ཅིག་ག་རེ་ལ་བ་ཡིན་ན། སྤྱི་ལྟོ་སྐུ་བརྒྱ་སུམ་ཅུ་ནང་ལོ་ལ་ཡ། ཨ་ནི་ཨ་རིའི་ཚོགས་མི་སི་མུ་ཐ་དང་ཨ་ནི་ཧའོ་ལྷེ་ལ་ཤི་དུ་རུ་བ། ད་ཁོ་རང་གཉིས་ཀྱིས་ཨ་ནི་ཅིག་ག་ཚོགས་རེད་ད། མིང་ཐོག་ལ་ཡ་ཨ་ནི་གཏན་འབེབས་བྱེད་འོས་ཀྱི་ལྟ་ཅི་ག་སོགས་རེད་ལྟ། གྲོས་ཆོད་ལ་ན་འགྲིག་འདུག་དེ་འདྲ་ཅིག་ཨ་ནི་ཨ་རིག་གི་གྲོས་ཚོགས་ནང་ལུགས་ལ་བཞག་འདུག་བ། ལྟ་དེ་གྲོས་ཆོད་དེ་གི་ལྟ་ཅི་ག་སོགས་རེད། དམིགས་ཡུལ་གཙོ་བོ་འགྲོ་བ་དེ་གར་དུ་ལ་བ་ཡིན་ན་ཨ་ནི་ཨ་རིག་ནང་ལ་ཡོད་པའི་གི་ལྟ་ཅི་ག་སོགས་ཞིང་པ་ཡོད་རུ་བ Crowns གི་ཨ་ནི་ཐོན་རྫས་དེ་འདྲ་ཡོད་རུ་བ་དུས་མཚུངས་ཨ་ནི་ལྟ་སྲུང་སྐྱོབ་བྱས་རུ་བ་དུས་མཚུངས་ཨ་ནི་ཅིག་ཁེབས་བཟང་རག་ཐུ་ཡག་འགྲོ་བ་དང་དེ་འདྲ་གི་ཐབས་ཤེས་དེ་འདྲ་ཡལ་ལ་ཡག་ཨ་ནི Crowns གི་ཨ་ནི་རྒྱལ་ཁབ་གཞན་པ་གི་ཨ་ནི་བྱ་ལ་ཡོད་རུ་བ་དུས་མཚུངས་གང་ལ་ཡག་ཨ་ནི་ཅིག་སྒོ་ཁྲལ་དེ་འདྲ་པར་དེ་འདྲ་བྱས་འདུག་བ། Crowns གི་དམིགས་ཡུལ་དེ་ཨ་ནི་ཅིག། ཨ་རིའི་ནང་ལ་ཡོད་པའི་གི་ད་ཞིང་པ་དང་དུ་འཛུལ་གི་ནི་དུ་འཛུལ་ནི་མ་ང་ཙོང་ཐོའི་དང་ཨ་ནི་དུ་འཛུལ་ལ་ཡ་ད་ཁེབས་སང་ར་ཡ་རོ་ད་དེ་འདྲས་གི་བསམ་བློ་དེ་འདྲས་ཅིག་ཡོར་དེ་ཡིན་པ་འདི་ལས་ཨ་མ་དེ་ལ་ཡ་ཨ་ནི་ཨ། གི་ཁབ་ཞེན་པ་དེ་འདྲས་གི་ཨ་ནི་ཨ་རི་ལ་ཡ་ཨ་ནི་ཅིག་ཁ་སོ་རེ་ཨ་རི་གི་བཅའ་དངོས་ལ་ཡ་ཨ་ནི་གོ་ཁྲེལ་པར་དེ་འདྲས་ཆེ་ད་ན་ཞིང་ཨ་ནི་ཨ་རི་གི་ཨ་ནི་བཅའ་ལ་དུ་འཛུལ་གི་ཁབ་ཞེན་པ་དུ་འཛུལ་ནོ་ལོ་ལ་ཡ་ཨ་ནི་ཉོ་ཡ་མཚམས་འཇོག་བྱས་རོ་དང་དེ་འདྲས་ནད་ད་འདི་འདྲས་ཆུང་དུ་བ་དེའི་འདི་བསམ་པ་ཡ་འདིའི་གི་ཨ་ནི། ཅེས་བཀའ་ཟོ་རེད། ཨ་རིའི་ནང་ལོགས་ལ་ཡང་ད་ཞིང་པ་མང་པོ་ཅིག་གིས་ཨ་ནི་ཐོན་རྫས་དེ་ཚོ་ཕ། སྔ་མ་ཡང་ཨ་ནི་རྒྱལ་ཁབ་གཞན་པ་དེ་ཚོའི་ནང་ལོགས་ལ་ཡང་ད་ཕ། འོར་འདྲེན་བྱེད་དེ་འདྲ་བྱེད་དུ་བསམ་པ་ཡང་དེའི་གིས་ཨ་ནི་ཁོ་རང་ཚོ་ལ་ཡང་ད་ཁེ་བཟང་ལ་ན་འགྲིག་འདུག་ཁེ་ཕན་ལ་ན་འགྲིག་འདུག་མང་པོ་ཅིག་རག་གི་ཡོད་རོགས་ཡིན་པ་ནི་ལས་ཕྱིའི་གི་བཅའ་ལག་དེ་ཚོ་ཨ་ནི་ནང་ལོགས་ལ་སླེབས་དུས་བསམ་པ་ཡང་འདི་ག་ལ་ཡང་སྒོ་ཁྲལ་པར་དེ་འདྲ་བྱེད་དུས་བསམ་པ་ཡང་ཨ་ནི་ཕྱི་ལོགས་ལ་ཡང་བཅའ་ལག་དང་གི་ཚོང་བྱེད་རོགས་བདེ་ལ་ཡང་ད་ཡང་ལྟས་ངན་དེ་འདྲ་མང་པོ་ཡོད་རོགས་དེ་ཚོ་ལ་ཨ་ནི་ཅིག་གྱོང་གུད་ཤུགས་ཆེན་པོ་ཕོག་ཡ་འགྲོ་ད་དེ་འདྲའི་གནས་སྟངས་དེ་འདྲ་བྱུང་ཤག། ད་ད་ད Donald Trump ཁོ་རང་གིས་ནི་རྒྱལ་ཁབ་གཞན་པ་དེ་ཚོ་གིས་ནི་ཅིག་ག་ཚོ་རེད་ད་ཚོང་ཟོག་ལ་ན་འགྲིག་འདུག་འདི་ག་ལ་ཡ་ད་སྒོ་ཁྲལ་པ་ར་འགྲོ་ད་དེ་འདྲ་བྱེད་ཀྱི་ཡོད་རོ་ཨ། ཕྱོགས་གཅིག་ནས་བསམ་བློ་བཏང་ན། རྒྱལ་ཁབ་གཞན་པ་དེ་ཚོའི་མཉམ་དུ་ཡ་དུས། དུས་བསྡུར་བ་ཡིན་ན། ཨ་རི་གིས་ནི་རྒྱལ་ཁབ་གཞན་པ་དེ་ཚོ་གང་ལ་ཡང་ཨ་ནི་ཅི་གོ་ཁྲེལ་རྒྱག་བ་དང་ཨ་ནི། རྒྱལ་ཁབ་གཞན་པ་དེ་ཚོ་ཡིས་ཨ་རི་གི་ཨ་ནི་ཅི་ག་ཚོ་རེ་བཅའ་དངོས་ག་ལ་ཡང་གོ་ཁྲེལ་རྒྱག་བ་གཉིས་པ་ར་ལ་ཡང་ག་ལ་འང་ཚམ་མཁས་པ་ཡོད་བསྡད་བ་རེད་རོ། དང་ན་ཤིང་དཔེར་ན་རྒྱ་ནག་དང་ཨ་རི་རུ་ཆགས་ཤ་བ་ཡིན་ན་ཨ་རི་གིས་ཨ་ནི་རྒྱ་ནག་རྩ་ནས་ལྕགས་ལ་ཉུལ་གི་ཡོད་བ་དང་ཨ་ནི་རྒྱ་ནག་གིས་ཨ་རི་རྩ་ནས་ལྕགས་ལ་ཉུལ་གི་ཡོད་པ་ར་ལ་མཁས་པ་ཞུ་འགྲོ་བསྡད་བ་རོ། དེ་གཉིས་པ་ར་ལ་ཡང་ད Trade Balance ལ་ནི་འགྲིག་གི་འདུག་རོ། དེ་ཤུགས་ཆེན་པོ་འགྲོ་བསྡད་བ་རོ། དེ་ཡིན་དུ་བསམ་པ་ཡ། ཕྱོགས་གཅིག་ནས་ཡང། ཅིག་ག་ཚོད་རེད་ང་ཚོས་ཡང། ཅིག་བསམ་བློ་བཏང་ཡང་འགྲོ་བ་དང་དེ་འདྲའི་གནས་སྟངས་དེ་འདྲ་ཆགས་བསྡད་པ་རེད་རེད་བ་ཡིན་པ་ནི་ད་ལྟ་ནི Donald Trump ཀྱིས་ནི་རྒྱལ་ཁབ་གཞན་པ་དེ་ཚོའི་ནང་ལ་ལ་ཡང་མགོ་ཁྲེལ་པར་དེ་འདྲ་བྱས་ཀྱི་ནི་ཅིག་ཁོ་རང་ལ་ཡང། ཆ་ཤས་དེ་འདྲ་ཅིག་ཡོད་ཀྱི་རེད་རེད་བ་འདི་ཀྱི་མ་འོངས་པར་ག་རེ་བྱུང་གི་ཡོད་མེད་ཅེ་རེད་བ་འདི་ད་ལྟ། བཤད་ཚོད་ཐིག་གི་མི་འདུག་རེད་བ། ཡིན་པ་ནི་ལན། ད། དེ་འདྲ་མ། ག་རེ་ལ་ཐུག་ལ་བ་ཡིན་ན། རང་རྒྱལ་གྱི་ཤེས་ཕམ་དེ་འདྲ་གྱི་ད། སྲིད་ཇུས་དང་དེ་འདྲ་ལག་བསྟར་བསྟར་བ་ཡིན་ན་དེ་གིས་ནི། ཅིག་ག་ཚོད་རེད་ཁེ་ཕན་དང་དེ་འདྲ་མེད་བ། རེད་བ། གཅིག་ཕན་གཅིག་གྲོགས་བྱེད་ཅེས་ཕན་ཚུན་བར་ར་ཡ་མཐུན་པ་བཟོ་ཡ་གི་ཐབས་ཤེས་བྱེད་དེ་འདྲ་བྱས་ནས་དཀའ་ངལ་སེལ་ཐུབ་བ་ཡིན་ན་དེ་སྐབས་དེ་ཉིད་ཡིན་ན་རེད་འཛམ་བུ་གླིང་ནང་ལོ་ལ་ཡ་གཅིག་ག་ཚོད་རེད་བདེ་འཇགས་ཡོང་ཡ་དང་ཞི་བདེ་ཡོང་ཡ་དང་དཔལ་འབྱོར་འཕེལ་རྒྱས་འགྲོ་ཡ་འགྲོ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་གི་རེད་བ། འོ་རྣམ་པ་ཚོ་དེ་ནི་དེ་རིང་གི་བརྙན་ཐུང་དག་རང་འཚམས་བཤད་གིན་རེད་བ། རྗེས་མ་ཡང་བརྙན་ཐུང་གཞན་པ་དེ་འདྲ་མུ་མཐུད་ནས་རྣམ་པ་ཚོ་ལ་ཡ་བཤད་ཡ་གི་ཐབས་ཤེས་བྱེད་གིན་ཡིན་བཀའ་དྲིན་ཆེ།